རྒྱ་མི་འདས་སླེབས་ཚར་དྭ། རྡ་རམ་ས་ལ་འདས་ཡོད་དྭ། དེ་སོང་ཀ་ལུ་རྒྱུག་དེ་ཡོར་དེ་ག་བ་བེད་ཅིང་མཐོང་མེད་ན། ཁོ་མ་སིམ་པོ་དོ་ལ་ཤིང་མ་བྱུང། ཅེས་ནས་ཞུ་ཡ་ཡིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྡ་རམ་ས་ལ་ལ་བཞུགས་ཡོད་རེད་ད་དང་འགྲོ་ས་བསྡད་ས་ལམ་ཁ་དབྱི་ཡོན་དེ་སོགས་ལ། མི་ལོ་དྲུག་ཅུ་ནང་སྡུག་ཤོས་འདྲ་བོ་ཆགས་རེད་ལབ་ན་འགྲིག་གོ་རེད་ད་ད།

ཞེས་དེའི་དགེ་རྒན་སྨན་ལམ་དར་ཅན་ལགས། བདེ་སྲུང་ལས་ཁུངས་ཀྱི་ལས་དོན་དང་འབྲེལ་བའི་ཐོག་ནས་ཞུ་ཡག་ཡིན། སྔོན་རྩིས་དང་ཐད་ཀར་འབྲེལ་བ་གལ་མེད། ཨ་ནེ། ཞུ་ཡག་ལགས། ད་བདེ་སྲུང་ལས་ཁུངས་ཀྱི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཕྱག་དང་འབྲེལ་བའི་གནད་དོན་མང་པོའི་ཐོག་ལ་འགན་འཁུར་གྱི་ཡོད་པ་དང། ཨ་ནེ། བར་སྐབས་ལ་དྭགས་ང་ཚོ་ལ་གནས་ཚུལ་ཁྱད་མཚར་དོན་འགྲེལ་བཙུགས་གནང་བ་རེད། ཡིན་ན་དོན་དག་ངོ་མ་དེ། རྒྱ་མི་གཅིག་རྡ་རམ་ས་ལ་ཟླ་བ་མང་པོ་བསྡད་བཅུག་སྟེ། རྒྱ་གར་གྱི་རྩད་གཅོད་མ་འདོན་གོང་ནས་བདེ་སྲུང་ལས་ཁུངས་ཤི་གི་ཡོད་ཤི་གསུང་བའི་གནད་དོན་དེ་གནས་སྟངས་ག་འདྲི་བྱས་ཆགས་པ་རེད་ག་འདྲི་བྱས་ནས་ལྷག་པ་རེད། ད་ད་ལྟ་རྒྱ་གར་གྱི་ཟིན་ཚ་བའི་ཞུགས་ལ་བཅས་ཞིབ་འཇུག་དེ་ཚོ་བྱས་ཡོད་མེད་མི་ཤེས་ཏེ་དེ་མི་དེ་སུ་རེད་ག་རེ་རེད་གནས་སྟངས་ག་བ་ལ་ཡོད་རེད། ང་ཚོ་ནང་ཁུལ་གཅིག་པུ་ལ

ག་འདྲི་བྱས་བ་རེད་དེ་ཚོ་ནད་པོ་གོ་དོས། ཁོ་མ་སྲིན་པོ་དོ་ལ་ཤིང་མ་བྱུངས། ཅེས་ནས་ཞུ་ཡ་ཡིན། ཨེ་ང་ཚོ་གཅིག་པོ་མ་རེད། རྒྱ་གར་སྐོར་གསུམ་མཁན་ཤིང་ཐུབ་མི་འདུག། དེ་ནང་བཞིན་དོ་ད་ཁོ་རང་རང་མི་དགའ། རྒྱ་གར་གི་ས་གནས་ཀྱི་ཨར་སི་ལས་ཁུངས་ལ་མི་དགའ་ཕྱིན་ནས་ཁོ། རྒྱ་གར་ལ་བདེ་ཡག་གི་དུས་ཚེས་ཕར་འགྱང་ཞུ་འདོད་ཡོད་ཁུ་དེ་བདེ་ཡག་ཡིན་ལབ་ནི་ཁུ་མ་གལ་ཕྱིན་རྗེས་ནི་འདི་མ་ཞུ་བོ་དོ་ལ་ཤིང་བར་གི་གནས་སྟངས་བྱུང་མི་འདུག་ཏི་ངས་འདྲི་བ་ཅི་ལ་ངོས་འཛིན་བྱེད་ཀྱི་མེད་ད་ཡིན་ནའི་དྲི་བ་ཕེ་ཙང་གང་ཡིན་པ་དེ་ངས་ཞུ་གི་ཡོད། འཛིན་བཟུང་བྱས་ཚར་བའི་གི་བྱེད་ལ་ནི་ས་གནས་ཀྱི་སྐུ་སྲུང་རིགས་འབྲེལ་ཡོད་རྒྱ་གར་གྱི་ཚན་པ་དེ་ཚོ་མཉམ་དུ་ལ་ནི་བདེ་སྲུང་ལས་ཁུངས་ཀྱི་ཐོག་ནས་སྐྱེལ་རྒྱུར་གི་མཐུན་འགྱུར། གང་ཡིན་ཟེར་ན་དེ་མི་དེ་གི་རྒྱ་རྒྱའི་ངོ་དུ་ཤི་ནི་མེད་ཟེར་ནི་དེ་འདྲའི་གནས་སྟངས་ཅིག་བྱུང་ཞག་དེ་ཡིན་ཙང་མིའི་བྷ་གའི་ཏང་ཡག་ལ་མཐུན་འགྱུར་ཞུ་བའི་ཉིན་དེ་ནང་བཞིན་གྱི་དོ་སྣང་ཆ་ཚང་ཅིག་བྱས་པ་རེད། ད་ལྟ་ཡིན་ནའི་དོ་སྣང་བྱེད་བསྡད་ཀྱི་ཡོད། ད་ལྟ་ཁོས་ཀྱི་གནད་དོན་འདི་བཙོན་ཁང་ནང་ལ་ཡར་ཟིམ་ཡོད་པ་དང་ཞིབ་འཇུག་འགྲོ་དང་འགྲོ་བཞིན་པ་གྱི་གནས་སྟངས་ཅིག་ཆགས་ཀྱི་འདུག་སྟབས་ཡག་ག་ཅིག་ལ་ཟེར་བར་བ་ད་ཁོ་གདན་ས་འདིའི་བོད་དཔོན་གྱི་ཟ་ཁང་དང་བོད་དཔོན་གྱི་ཡང་མགྲོན་ཁང། དུད་ཚང། དེ་འདྲ་རེད་མི་འདུག། དེ་ཡིན་ཙང་བརྒྱུད་ལམ་འདི་གི་བརྒྱུད་ནས་བ་འདི་ཚོགས་གཙོ་མཆོག་སྤྱི་བཏང་ངོ་ཚ་ས་ནི་འགོ་འཛིན་སོ་སོས་བརྒྱུད་ནས་ག་རེ་ཞུ་བསྡད་ཀྱི་ཡོད་དེ། ཟ་ཁང་དང་ཚོགས་ཁང་ཡོད་ངེས། དེང་སང་གཞིས་ཆགས་ཁག་ལས་ཀའི་མི་འདྲ་མི་འདྲ་མང་པོ་ཅིག་འགྲོ་བསྡད་ཀྱི་ཡོད་རེད་ད་རམ་ས་ལ་གཅིག་པོ་མ་རེད་དེ་ཡིན་ཙང་ཨཱ་ནི་ཕྱི་རྒྱལ་མི་རིགས་ཅིག་ཡིན་པ་ཡིན་ན་སི་ཧྥོན་ཟེར་ཡ་ཅིག་ཡོད་རེད་དེ་ངེས་པར་དུ་སུས་འདེབས་ཡིན་ནས་གྱང་དགོས་ཡ་ཅིག་དང་ད་རམ་ས་ལ་ཁུལ་ལས་ཡིན་པ་ཡིན་ནས། དམིགས་བསལ་གྱིས་ང་རང་ཚོ་བོད་པའི་གི་མགྲོན་ཁང་ཟ་ཁང་ཡོད་ངེས་ཚོ་ལ་ཡོད་ནའི་རེ་འབུལ་གི་ཞུས་ནས་ཨ་ནི་རྒྱ་རིགས་རིགས་ཡོད་ངེས་དེ་འདྲ་ཡོད་པ་ཡིན་ན་ནང་དོན་ང་ཚོ་མཁྱེན་པ་ཅིག་ངེས་པར་དུ་གནང་རོགས་བྱེད་ངེས་ལབ་ནས་ཞུས་ཡོད། ད་ལས་དེ་འདྲའི་ཅིག་ལྷག་ཡོད་པ་དེ་ང་རང་ཚོ་ཚང་མའི་གི་ཐོག་ནས་བློ་འཚབ་བྱེད་དགོས་ཡ་གཅིག་དང། དེ་འདྲའི་མ་ཡོང་པའི་ཐོག་ནས་ཨ་ནི་ག་འདྲའི་གནང་ཕྱོགས་ག་འདྲའི་གོ་གི་འདུག་ཟེར་ལ་ནི་དེས་རྒྱ་གར་འབྲེལ་ཡོད་ཚོགས་ཀྱིས་དོ་སྣང་ཆེན་པོ་གནང་གི་འདུག་ལ་ང་ཚོའི་ཐོག་ནས་ཀྱང་བློ་འཚབ་ཆེན་པོ་ཐོག་ནས་ཨ་ནི་འདིའི་རིགས་ད་ལྟའི་ཡོད་རེད་པས་ག་འདྲས་སུ་བྱུང་བ་རེད་མ་འོངས་འདི་འདྲའི་རིགས་དེ་མ་ཡོང་ཡ་ལ་ག་འདྲས་ཡོང་གི་འདུག་ཟེར་ལ་ནི་བཀའ་བསྡུར་དང་དེ་གས་དེ་ད་ལྟ་འགྲོ་བཞིན་པ་ཅིག་ཆགས་བསྡད་ཀྱི་འདུག་ཟེར་ནས་ཞུ་ཡ་ཡིན།
སྤྱི་ལོ་གོང་ས་སྐྱབས་མགོན་ཆེན་པོ་མཆོག་རྡ་རམ་ས་ལ་ལ་བཞུགས་ཡོད་རེད། རྒྱ་གར་མངའ་སྡེའི་གཞུང་གིས་རྡ་རམ་ས་ལ་དེ་དེང་དུས་དང་ལྡན་པའི་གྲོང་ཁྱེར་ལ་འཛུགས་སྐྲུན་བྱེད་ཀྱི་ཡོད་ལབ་རེད། ལྟ་དང་འགྲོ་ས་བསྡད་ས་ལམ་ཀ་དབྱི་ཡོན་དེ་སོགས་ལ། མི་ལོ་དྲུག་ཅུ་ནང་རྡོ་ཁུལ་འདྲ་བོ་ཆགས་རེད་ལབ་ན་འགྲིག་གོ་རེད་ད་ལྟ། ལྟ་དང་ག་འགྲིག་ཞེད་སྣང་ཚ་བོ་འདུག། ཛར་ཁྲག་གི་གནས་སྟངས་ཤིག་ཆགས་ན་ག་འདྲི་བྱེད་ཀྱི་རེད། དེ་ཚོ་ཞུས་ད་བདེ་སྲུང་བཀའ་བློན་གྱི་ཞུ་ཐུབ་པོ་ཡོད་རེད་མོ་རང་འདོད་པ་ཡོད་ཀྱང་ནང་གི་བདེ་སྲུང་ལས་ཁང་ལ་བསྐུལ་ཡོད་རེད་ད་ལྟ་བར་དུ་མི་ལོ་སུམ་གཅིག་བཞི་བཅུ་ལ་རྒྱ་གར་ཉམས་དུས་སོང་ཡོད་རེད་ཡིན་ནང་འདི་ནི་གཅིག་པུ་ལམ་ཁ་འགག་ནས་ག་ཟིག་འགོ་སོང་ག་འདྲི་ཆགས་དུ་ཡོད་རེད་བདེ་སྲུང་བདེ་སྲུང་ལ་གཟིགས་ཐུབ་ཀྱི་ཡོད་མ་རེད་བས་མངའ་སྡེ་གཞུང་གིས་རོགས་རིམ་གནང་གི་མེད་རེད་བས་ཨ་ནི་ང་རང་ཚོ་གི་ལག་པ་གཅིག་འཆོངས་ན་འཆོངས་ས་མེད་རེད་བས། དོན་དག་རྡོག་རྡོག་མི་ལོ་དྲུག་ཅུ་ནང་ནས་ཅོ་ཤུ་རོགས་ཀྱི་ཆ་དོ་པི་ལོག་ཕོན་པོ་རྡོག་ང་ཚོ་གི་ཕྱི་ལོག་ལ་བཤད་མ་ཤེས་དངོས་གནས་དེང་དུས་མཛེས་གྲོགས་བདེན་པ་དང་གོང་ས་སྐྱབས་མགོན་ཆེན་པོ་ཆོས་བཞུགས་ས་རེད་ལ་ཡ་དེ་པེ་ཕ་ཁྱེད་ས་ཡོམ་རྒྱོབ་སོང་རྒྱུ་རོགས་ཞེད་སྣང་ཚ་བོ་རོགས་ཨ་འབྲུའི་གནས་སྟངས་རོགས་ཀྱི་ཆ་དེ་ཡ་དེ་ཧ་ལས་ཡ་གི་ལོ་ཕོན་པོ་འདུག་ད་སི་ཐེ་ཞོན་ཡིན།
རྡ་ས་ཁུལ་གྱི་ད་ལྟ་ལང་ཀ་དང་ཕེབས་ལམ་དང་འབྲེལ་བའི་ཐོག་ནས་གསུངས་པ་རེད། སྤྱི་བཏང་ང་རང་ཚོ་ད་ལྷག་པར་དུ་སྤྱི་འཐུས་གྲོས་ཚོགས་འཐུས་མི་རྒན་པ་དེ་ཚོའི་སྐད་མཁྱེན་གྱི་རེད་ལ། དེ་གས་དེ་ད་ང་ཚོ་ལྷན་ཁང་ལྷན་ཁང་སོ་སོ་ལས་འགན་རེའུ་ཆིག་ཕར་བརྩིས་པ་ཡིན་ན་དེ་ཚོ་ལང་ཀ་དང་དེ་ཚོ་དང་ས་གནས་དང་དེ་ཚོ་ཆེད་དང་དེ་ཚོ་མང་ཆེ་དེ་ནང་སྲིད་དང་འབྲེལ་བ་ཆགས་ཀྱི་ཡོད་རེད། ཡིན་ན་ཡང་རྡ་རམ་ས་ལ་དེ་ལ་སྤྱི་མཐུན་གོང་ས་སྐྱབས་མགོན་རིན་པོ་ཆེས་ག་ཚོད་སྙེ་མ་ཆུ་རྒྱུན་གནང་གྲོགས་བྱས་པའི་སྐབས་དེ་ལ་ཡིན་ནའི་བདེ་སྲུང་ལས་ཁུངས་དང། ནང་སྲིད་ལས་ཁུངས། མཉམ་རུབ་ཀྱི་ཐོག་ནས་ཆུ་རྒྱུན་གནང་པའི་སྐབས་དེ་ལ་ཡང་དེ་དུས་གང་ནས་ལང་ཀ་སྐྱོ་བོ་ཞུ་ཅིག་ཆགས་བསྡད་ཡོད་རེད་དེ། ཡིན་ན་ཡང་ཨ་ནི་དགོས་ངེས་ཀྱི་བཟོ་བཅད་དེ་གའི་དེ་རྒྱ་གར་གཞུང་དབུས་གཞུང་ནས་ག་ཡིན་མ་ཐུག་གནང་ཅིག་གནང་ཅིག་ནི་གནང་སོང། ད་ད་ལྟའི་སྐབས་ཀྱི་ལང་ཀ་དེ་ང་རང་ཡིན་ནའི་བརྒྱ་ཆ་བརྒྱ་ལག་ལ་ཐོགས་ཡོང་དང་ལ་བློ་ཕམ་པོ་གི་གནས་སྟངས་ཅིག་འདུག་ཟེར་ལབ་ནི་ང་ཚོ་ཞུ་བསྡད་ཀྱི་ཡོད་ཡིན་ན་ཡང་ད་ངས་བསྡད་ལབ་མང་པོ་ཞུ་གཅིག་ཞུ་ཐུབ་ཀྱི་མི་འདུག་ད་རྒྱ་གར་དབུས་གཞུང་དང་ས་མངའ་སྡེ་གཞུང་གཉིས་ཀྱི་བར་གྱི་ཡང་དཔོན་ཕྱོགས་ཀྱི་དངུལ་རྩིས་ཡོང་སྟངས་དང་འགྲོ་སྟངས་ཀ་སི་གཉིས་མ་ང་ཚོ་ལ་བཀར་གནང་ཡག་ལ་དངུལ་རྩིས་བཀའ་འཁྲོལ་ཆ་ཚང་ཡོག་མགྱོགས་པོ་ཞིག་ཐུབ་ཀྱི་རེད་བཀར་གནང་སོང་དེ་ཡང་ལས་ཀ་བྱེད་ཁག་འགྲོ་བའི་སྐབས་དེ་ལ་ཁོང་ཚོས་ཀྱི་ད་ད་ལས་བྱུང་བའི་ཡང་ན་དུས་ཚོད་མང་སུ་འགོར་བའི་གནས་ཨེ་ནི། ཡང་སྲིད་ཡང་སྲིད་དེ་འདྲས་མ་ཡོང་ཡ་ཅི་གང་ལ་ཐབས་ཤེས་བྱེད་ཀྱི་ཡོད་སུ་བྱས་ནི་དེ་འདྲས་ཀྱི་བཀའ་གནང་གི་འདུག་དེ་བས་འཛའ་ཨེ་ནི་ད་ལས་ཡང་སྐྱོར་གྲོས་ཚོགས་ནང་ལ་ཨེ་ནི་བཀུར་འོས་བཅུ་བདུན་རྣམ་པ་ཚོའུ་ཐོག་ནས་དུས་ཚོད་གང་ལ་ཐུགས་སྣང་ཆེན་པོ་དེ་དག་བློ་ཕམ་གནང་གི་འདུག་སུ་བྱས་ནི་ཨེ་ནི།

དེ་ཚོ་ནི་ཐོངས་མཆན་ཞུ་མི་དགོས་པར་བོད་ལ་འགྲོ་མཁན་གྱི་འགྲོ་ཡ་གོ་སྐབས་མང་པོ་ཞུ་བྱེད་རག་གི་ཡོད་རེད། དེའི་ནང་ལ་ན་ནིང་ཡང་ཞུས་ཡོད་ད་ལྟ་ཡང་ཞུ་གི་ཡོད། སུམ་ཅུ་དུས་དྲན་ལ་ཡོང་མཁན་ཡོད་མ་རེད་འཁྲུངས་སྐར་དུས་ཆེན་ལ་ཡོང་མཁན་ཡོད་མ་རེད། མང་པོ་ཞུ་བྱེད་སྔོན་མ་ཡོང་དེ་གིན་ཡོང་ཕོད་གི་ཡོད་མ་རེད་ད་ལྟ་བོད་ལ་འགྲོ་གི་ཡིན་ཟེར་གི་ཡོད་རེད། འགྲོ་དེ་ཡོད་རེད་དེ་སོང་ལས་ཁུངས་ཀྱི་ལམ་སྟོན་ཟོས་ཡོད་རེད་དེ། གནད་དོན་ངོ་མ་དེ་དོན་འདི་ཆགས་བསྡད་ཡོད་རེད། དེ་ཚོ་ད་ཞིབ་འཇུག་ཡག་པོ་བྱེད་ནན་པོ་བྱས་ནས་དངོས་གནས་སུ་ཡིན་པ་ཏག་ཏག་ཁུངས་འཁྱོལ་བ་བྱས་དགོས། ང་ཚོ་ནང་ཁུལ་ལ་བལྟས་སུ་ཐོག་སུ་མ་སུ་ལ་དཔེ་དེབ་འོད་ཆེན་པོ་བརྒྱབ་བསྡད་ཀྱི་གནས་སྟངས་རྩ་བ་ཉིད་མ་རེད་ད། Visa མོག་བྱས་ནི་རེད་དམིགས་བསལ་གྱི་ད་བོད་རེད་རྒྱ་ནག་ཁུལ་ལ་ནི་འགྲོ་ཐུབ་ཡག་གི་ཕྱི་རྒྱལ་གྱི་ཡུལ་གྲུ། ཕྱི་རྒྱལ་གྱི་མི་རིགས་དེ་འདྲ་ལ་གོ་སྐབས་རག་སྟངས་ལ་ང་རང་ཚོ་མི་དེ་ཚོའི་དེ་ནང་ལ་མཉམ་དུ་འགྲོ་ཐུབ་པ་བྱུང་ཡོད་རེད་དེ་ཚོ་ཐོག་ལ་དོ་སྣང་བྱས་དང་བྱེད་བཞིན་པ་ཆགས་བསྡད་ཀྱི་ཡོད་ཞེས་ནི་ཞུ་ཡ་ཡིན། རྒྱ་ནག་གི་ཉེ་ཆར།
རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་དང་དོན་འགྲིག་གི་ཐོག་ལ་ཁྲིམས་བཟོས་རྒྱུ་དེ་དང་མི་རིགས་མཐུན་འབྲེལ་ཡག་དགོས་ཡིན་ཡང་འདྲ་དོན་འགྲིག་གི་གནད་དོན་ཐོག་ནས་སྐད་ཆ་བཤད་ཡོད་རེད་དེ་ནང་གི་ཕྱི་རྒྱལ་ཡུལ་གྲུ་ཁག་ལ་ད་ཐ་སྙད་གཞན་པ་གྱི་བེད་སྤྱོད་བཏང་བཞག་དེ་བདེ་སྲུང་བཀའ་བློན་གྱི་ཤིག་འོ་ཅེར་ཨིན་ཇི་ཐོག་ལ་ཡོད་ཅེར་ལམ་སྟོན་མང་པོ་བྱེད་མཁན་ཡོད་རེད་ཡིན་ནང་ང་རང་ཚོས་སྐད་ཆ་སྒྲོག་ཅིག་མ་སོང་ན། ཕྱོགས་ཁག་གི་སྒྲིག་འཛུགས་དང་ཅིག་ས་གནས་ཀྱི་སྐྱིད་སྡུག་བཟོ་ཡ་ཡོད་རོགས་དེ་བཟོ་སྒྲོག་ཅིག་བྱེད་ནས། དོན་དེ་བོད་པ་ཡུལ་ལུང་སོ་སོ་སོ་སོ་གི་སྡེ་ཚན། མ་འདྲ་བ་མ་འདྲ་བ་གས་ནི་ཚུགས་པ་འདྲ་བོ་ཅིག་དུད་འགྲོའི་གཙུག་ཡག་གི་གནས་སྟངས་མང་པོ་ཅིག་བྱས་འདུག་དེ་ཚོ་ག་དུས་འགོ་བཙུགས་བ་རེད་ག་ཚད་ཡོད་བ་རེད་ད་ལྟ་དེ་ཚོ་ནང་ལ་ཞུགས་མཁན་སུ་ཡོད་བ་རེད་ག་འདྲས་ཡོད་བ་རེད་ཨང་དེ་ནང་བཞིན་གྱི་གནད་ཀ་ཆེ་ཤོས་དུ Australia དང་འབྲེལ་བའི་ཐོག་ནས་རེད་བདེ་སྲུང་ལས་ཁང་གི་ཆབ་སྲིད་བཙོན་ཟུར་འབྲེལ་ཡོད་འབྲེལ་ཆགས་མང་པོ་ཞུགས་ཀྱིས་བཏང་ཡོད་བ། དེ་ཚོ་གི་ཐོག་ནས་གནས་སྟངས་ག་འདྲའི་ཆགས་ཀྱི་ཡོད་རེད། དེ་ཚོ་ལ་ཐུགས་སྣང་ནན་པོ་གནང་གི་འདུག། རྒྱ་ནག་གི་ཐང་ད་ཁྲིམས་འཆར་གསར་པའི་ནང་ལ་རེད། སྤྱི་ཡོངས་ཐོག་ནས་ད་ང་ཚོ་བོད་པ་ཡོད་ས་ཀྱི་ཡུལ་ལུང་སོ་སོའི་ནང་ལ་ཡིན་ནའི་རེད་ཁོང་ཚོ་ལས་གཞི་ཆེར་གྲུབ་ཀྱི་ཡོད་པ་དང་དེ་ཚོ་གང་ཐུགས་སྣང་བྱེད་དགོས་ཀྱི་ཡོད་པ་དེ་འདྲ་བཀའ་གནང་སོང་དེ་ཐུགས་རྗེ་ཆེ་ཞུ་ཡ་ཡིན། དེ་ཚོ་ཐོག་ལ་ང་རང་ཚོ་ཚང་མས་ཀྱི་དོ་སྣང་ཤུགས་ཆེར་དགོས་ཡ་དང། དེའི་ནང་ནས་ད་ཨོ་སི་ཀྲེ་ལི་ཡ་ཐོག་ལ་དམིགས་བསལ་གྱི་དོ་སྣང་དགོས་ཀྱི་ཡོད་པ་ཅིག་བཀའ་གནང་འདུག་དེས་ན་ང་ཚོ་སྤྱི་ཡོངས་ས་གནས་ཚང་མ་ལ་དོ་སྣང་བྱས་དང་བྱེད་བཞིན་པ་ཅིག་ཆགས་ཀྱི་ཡོད་དེ། ཡིན་ན་ཡང་བདེ་སྲུང་ལས་ཁུངས་ཀྱི་ལས་ཀ་དང་ལས་དོན་དང་དོན་གཙོ་ཀུ་རེ་བཅུ་དུས་གསུངས་མ་ནང་བཞིན་རེད་ང་རང་ཡིན་ནའི་དེ་གང་ལས་དབྱིངས་ཡོད་ཙང་ནི་འདི་ནང་ལ་སླེབས་ན་བསམ་པ་རེད་ད། དུས་ཡག་པོ་ཞུ་བྱེད་ལ་སླེ་ཤག་བསམ་བསམ་འགྲོ་བྱེད་ང་རང་འཛམ་ཙམ་དྲན་གྱི་ཡོད་ད་དེ་ཁ་ཧམ་ཆེན་པོ་བྱེད་བྱེད་ལ་ངོ་འཛིན་མ་གནང་རོགས་བྱེད། གང་ཡིན་ཟེར་ན། ད་དུས་ཚོད་འགྱུར་བ་རེད། བོད་མི་ཡི་མི་འབོར་ཡང། རྟོག་ཞིབ་བྱས་དེ་གཉིས་མ་དང་འདྲ་གི་མི་འདུག་ལ་ཕྱི་རྒྱལ་ཁག་ལ་ཡོད་ངེས་དེ། དུ་ཐོག་གླེང་ནས་བརྟག་པོ་གི་ཡོད་ན། དོན་དུ་མང་པོ་ཅིག་གི་ཐོག་ནས་སྔར་དང་མ་འདྲ་བའི་ཀྱི་འདོར་ལེན་བྱེད་དགོས་ཡག་གི་གནས་སྟངས་ཅིག་དང་འབྲེལ་བ་བཞག་དགོས་བྱུང་གནས་ཀྱི་འབྲེལ་བ་བཞག་སྟངས་དེ་སྔར་ལས་མ་འདྲ་བ་ཀྱི་གནས་སྟངས་ཅིག་ཡོད་ཙང། ཨ་ནི། གནས་སྟངས་ལ་དཔག་པའི་ཀྱི་ང་ཚོ་གམ་པ་པོ་ཕྱོགས་ཐོག་ནས་འགྱུར་བ་གང་གཏང་ཐུབ་མེད་དེ་གས་དེ་ང་ཚོ་གཏང་བསྡད་ཀྱི་ཡོད་ལ། ལྷག་པར་དུ་མ་འོངས་པ་ལ་ཡིན་པ་ཡིན་ན་ད་ང་ཚོ་པ་འདི་བཀའ་ཤག་ལས་ཞུས་ཡོད་ལ་དོན་གཅོད་ལས་ཁུངས་དེ་གའི་དེའི་ནང་ལས་ཡིན་པ་ཡིན་ནའི་རེད་དེ་མཚུངས་ལས་ཁུངས་ཀྱི་ལས་བྱེད་ཡོད་དགོས་ཡ་དེ་གལ་ཆེན་པོ་དུས་ཀྱི་དགོས་མཁོ་ཞིག་ཆགས་ཤག་དེ་ཡིན་ཙང་ད་ལྟ་ང་ཚོ་གང་ཐུབ་ཐུབ་བལྟ་གི་ཡོད་དེ་ཡིན་ནའི་ཆ་ཚང་པ་ཅིག་བལྟ་ཐུབ་ཀྱི་འདུག་ང་ཚོ་དེ་ཚོ་ཚང་མ་མཐོང་བསྡད་ཀྱི་ཡོད་ཟེར་ན་མི་སྤོབས་པ་ཆེན་པོ་ཐོག་ནས་ཞུ་ཡག་གི་གནས་སྟངས་ཅིག་ཡོང་གི་མི་འདུག་དེ་ཡིན་ནའི་ཡང་ཏན་ཏན་རང་དོ་སྣང་བྱེད་ཀྱི་ཡོད་ཟེར་ནས་ཞུ་ཡག་ཡིན།